ཕྱི་ཟླ་གསུམ་པའི་གི་གྲོས་ཚོགས་དེ་སྔོན་རྩིས་གྲོས་ཚོགས་དང། ཕྱི་ཟླ་དགུ་པའི་གི་གྲོས་ཚོགས་དེ་ད་ང་ཚོ་ཡོངས་གྲགས་ཀྱི་ལས་བསྡོམས་གྲོས་ཚོགས་ཟེར་ནས་ཚུགས་འོག་རེད། ནི་དེ་རིང་ང་ཚོ་སྔོན་རྩིས་གྲོས་ཚོགས་ཆགས་བསྡད་རེད། ད་ཕྱི་ཟླ་གསུམ་པ་དེ་ད་ང་ཚོ་མི་སེར་གྱི་ཟླ་བ་ཆགས་བསྡད་རེད། བོད་མི་རང་དགེ་སློང་གི་ཉིན་མོ་སུམ་ཅུའི་དུས་དྲན་དུས་ཚོད་འདི་ལ་ཁེལ་བསྡད་རེད། མི་དག་ནང་བཞིན་གྱི་བོད་ནང་ལོགས་ཡིན་ན་ཡང། རྒྱ་མི་གཞུང་གིས་དམིགས་བསལ་དམ་དྲག་ཤུགས་ཆེན་པོ་བྱེད་སྲིད་ཀྱི་ཟླ་བ་འདི་ཆགས་བསྡད་རེད། དེ་འདི་ང་ཚོ་བཙན་བྱོལ་ལ་བྱས་ནས་ད་ལོ་ངོ་དྲུག་ཅུ་རེ་བདུན། འགྲོ་གི་འོག་རེད། ང་ཚོ་ཆབ་སྲིད་ཀྱི་ཤོ་རྒྱུ་བ་ཡིན་པའི་ཆ་ནས་ཐོག་མར་རྒྱ་གར་ལ་བཙན་བྱོལ་བྱ་ར་ནི་སྐོབ་དེ་དུས་ད་ཕྱི་ནང་གོང་ས་ཞང་བློན་ཆེན་པོ་མཆོག་གི་ཐུགས་རྗེ་བཀའ་དྲིན་དང་ཡིན་ད་ནང་བཞིན་གྱི་རྒྱ་གར་ཡོངས་ཀྱི་མཐུན་འགྱུར་དང་བཀའ་དྲིན་ལ་བརྟེན་ནས་ད་ང་རང་ཚོ་བོད་མི། ཚོང་མ་སྐབས་དུས་དེབ་ཀྱི་གནས་སྤོར་བལྟས་པ་ཡིན་ན་ད་ངོ་ཤེས་པ་རྣམས་དང་ས་གི་གནས་སྟངས་ཆགས་བསྡད་རེད། ཡིན་ན་དུས་ཚོད་གཉན་འཕྲང་ཆེ་བའི་གི་དུས་སྐབས་དེ་ཡིན་རིང་ལ། ནི་རྒྱ་གར་ཡོངས་ཀྱི་མཐུན་འགྱུར་དང། ནི་ཞི་ལོང་གོང་ས་ཤོང་ཀ་ཆེན་པོ་མཆོག་གིས་མཛད་པ་འཁྲིད་ནས་ནི་ང་རང་ཚོ་མི་རབས་རྒན་པ་དེ་ཚོ་གི་བློས་བཏང་དང། ནི་ལྷག་བསམ་རྣམ་དག་གི་ནི་ཞབས་འདེགས་ལ་བརྟེན་ནས་ད་ང་རང་ཚོ་བཙན་བྱོལ་ནང་ལོགས་ལ། བུད་མེད་ཀྱི་གཞིས་ཆགས་ཁག་རེད། ནི་དེའང་ནང་བཞིན་གྱི་ཆོས་ཕྱོགས་ནས་ཞུ་བ་ཡིན་ན་འགན་འདེད་ཁག། ནི་དེའང་ནང་བཞིན་གྱི་ཐ་སྔ་སོར་ཆོབ་སྲིད་ཀྱི་ཕྱོགས་སྦྱོར་བ་བཅས་ཡིན་པའི་ཆ་ནས་བོད་ཀྱི་ཆོབ་སྲིད་ཀྱི་མཐོ་ཚད་ཀྱི་ཐོག་ལ། བོད་ཀྱི་ལོ་རྒྱུས་ཀྱི་གནས་བབ་ཀྱི་མཚོན་བྱེད་ཀྱིས་ནི་རྒྱ་ཤེས་ཀྱི་ཆེད་དུ་ང་ཚོ་འབྲེལ་ལམ་འཛུགས་ཡ་དང། ནི་རྒྱབ་སྐྱོར་བྱེད་ཡ། དེ་འབྲེལ་གྱི་ད་གཙོ་བོ་ཕྱི་ནང་གོང་ས་སྲོང་བཙན་ཆེན་མོ་མཆོག་གིས་མཛད་པ་འཕྲིན་ལས་དང། ནི་ཁོང་གིས། འཛིན་ཅིང་དེ་ཡིད་ཀྱིས་རྟོགས་ཀྱི། ཆབ་སྲིད་ཀྱི་གནས་བབ་ཐོག་ནས་བལྟས་པ་ཡིན་ན་ཡང། གྲོས་ཚོགས་ཀྱི་ཐོག་ནས་ན་འདྲ། རྒྱལ་སྲིད་ཀྱི་དབུ་ཁྲིད། ཆབ་སྲིད་ཀྱི་དབུ་ཁྲིད་སྲིད་འཛིན་སྲིད་བློན་ཚན་རིག་གི། ད་ཕྱི་སྲིད་ལས་ཁུངས་རེད། འགྲོ་བ་མིའི་ཐོབ་ཐང་གི་སྡེ་ཚན་ཁག་རེད། ཚོགས་མིའི་ཐོག་ནས་བོད་ཀྱི་གནས་སྟངས་ཀྱི་ཐོག་ལ་དོ་སྣང་ཆེན་པོ་བྱ་ཡུལ་གྱི་དང་ལྷག་པར་དུ་ཨ་རི་གྲོས་ཚོགས་ཚན་པའི་གྲོས་ཚོགས་ཁག་ནང་ལོ་ལོན་འཕྲིན་ཡིག་གཏན་འབེབས་ཞུ་ཡ། མི་དྲག་ནང་བཞིན་གྱི་ཡུ་རོབ་གྲོས་ཚོགས་རེད་དེ་ཚོ་ནང་ལོ་ལོན་གྲོས་ཆོད་འཇོག་ཡ། ཨེ་ཤི་ཡའི་གྲོས་ཚོགས་ནང་ལོ་རྒྱ་གར་ཚན་པའི་གྲོས་ཚོགས་མང་པོ་གྱི་ནང་ལོ་བོད་ཀྱི་གནད་དོན་དེ་ཚོ་གླེང་སློང་ཡོང་ཐུབ་ཡ་དེ་ད་གནས་བབ་དེ་གང་འཚམ་ང་ཚོ་གཞུང་འབྲེལ་གྱི་ངོས་འཛིན་ཡོད་མེད་ཀྱི་གནས་བབ་མ་བལྟོས་པའི་ཐོག་ནས་དོན་དུ་བོད་ཟེར་དེ་མཚོ་སྔའི་ཐུང་ནོར་དང་རྒྱབ་སྐྱོར་བྱེད་ས་ཀྱི་གནས་བབ་ཅིག་ཆགས་བསྡད་རེད་དེ་ང་ཚོ་ཆེས་ལོ་དྲུག་ཅུ་རེ་བདུན་ནང་ལོ་ལ་ཕྱི་མོ་ཞིག་བལྟས་བ་ཡིན་ན་དེ་སྤོབས་པ་ཞེས་པའི་གནས་སྟངས་ཆགས་བསྡད་འདུག་མ་འོངས་པ་ཡིན་ན་ཡང་དང་རྒྱ་ཆེ་གི་ཆེད་དུ་དེ་འགྱུར་བ་ཞིག་འགྲོ་དགོས་རེད།

རྒྱལ་ཡོངས་སྲིད་གྲོས་ནས་ཚོགས་འདུ་དང་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་ཟེར་ནས་ཚོགས་འདུ་གཉིས་ཚོགས་ཚར་རྗེས་རེད། དཔེར་ན་སྲིད་གྲོས་ཀྱི་ཚོགས་འདུ་འདྲ་བ་ཚན་པ་ཡིན་ན་སྐབས་དེ་དུས་རྒྱ་ནག་གཞུང་གིས་བསྐོ་གཞག་བྱས་པའི་དཔོན་ཆེན་མཆོག་གིས་ནི་ཆོས་ཕྱོགས་ཀྱི་ཐོག་ནས་གསུང་བཤད། ནོར་ཡང་དེའི་ནོར་ལོངས་རེད་ད་ང་ཚོ་བོད་ཀྱི་ནོར་བསྟན་ཀྲུང་གོ་ཅན་དུ་བཞུར་ཡ་ཟེར་ཏེ་དེའི་ཐོག་ནས་དམིགས་བསལ་གྱི་གསུང་བཤད་ཟུར་དུ་བཏོན་ཡང་དེ་འདྲའི་གཞུང་ཞབས་ཐེངས་འདི་དེ་ཚོ་ཐོག་ལ་ད་ང་ཚོ་ཕྱོགས་ཡོངས་ནས་དོ་སྣང་བྱེད་དགོས་ཡ་དེ་གལ་ཆེན་པོ་ཆགས་བསྡད་ཡོད་འདུག་ནི་ད་ནོར་དབྱིན་གྱི་འཐུས་མི་ཚོགས་ཆེན་གྱི་ད་ཉི་མ་མཐའ་མ་དེ་ལ། མི་རིགས་མཐུན་སྒྲིལ་ཡར་ཐོན་སྐུལ་སྤེལ་གྱི་འཕྲིན་ཡིག་ཟེར་ཏེ་གཏན་འབེབས་བྱས་ཤག་དེའི་ནང་ལོགས་ལས་ད་རྒྱ་ནག་གི་བཙན་བཟུང་བྱེད་ཕོད་ཀྱི་ད་མི་རིགས་མང་པོ་ཅིག་དང་འབྲེལ་བ་ཆགས་བསྡད་ཀྱི་རེད་རང་བཞིན་གྱི་ང་ཚོ་བོད་དང་ཡང་འབྲེལ་བ་ཆགས་བསྡད་ཀྱི་འདུག་ད་དེ་འཕྲིན་ཡིག་དེའི་ནང་ལོགས་ལས་དོན་ཚན་དྲུག་ཅུ་རེ་ལྔ་ད་མང་བ་ཅིག་དང་ང་ཚོ་འབྲེལ་བ་ཡོད་པ་གང་ཞིག་ལ་ཨ་ནི་དེ་ནང་ནས་དོན་ཚན་བཅོ་ལྔ་པ་དོན་ཚན་བཅོ་ལྔ་པ་དེའི་ཐོག་ནས་ད་སྐད་ཡིག་གི་ཐོག་ལས་ཤུགས་ཆེན་ཆོས་ཤེས་ཆེ་ད་རྒྱ་ནག་གི་ཤི་སྐད་ལ་འོ་དོ་བ་ཤི་སྐད། ད་ལྟ་ཧན་མི་རིགས་ཀྱི་རྒྱ་སྐད་དེ་དེའི་གཙོ་བོ་བཟུང་དགོས་ཡ། དེ་མཉམ་འདེགས་མཉམ་འབྲེལ་བྱེད་དགོས་ཡ་གི་ད་སྒོ་གཞོང་དེ་ཚོ་གཞར་དགོས་པ་ཡིན་ན་ཡང་རྒྱ་ནག་གི་ཕྱི་སྐད་དེ་ཚོ་འབུར་དུ་ཐོན་དགོས་ཡ། ནི་ད་ནོར་གཞིན་གྱི་ཕྲུ་གུ་ལོ་ན་མ་སིན་པའི་སྐབས་ནས་སྐད་ཡིག་དེ་ཕྱི་སྐད་དེ་བེད་སྤྱོད་གཏོང་ན་དེ་ལས་འགོག་རྐྱེན་བྱེད་མི་ཆོག་ཡ། ད་དེ་འདྲས་ཀྱི་འཕྲིན་ཡིག་མང་པོ་ཅིག་དེ་ནང་ལ་གསལ་བསྡད་ཀྱི་འདུག་དེའི་ནང་གསེས་དེ་དེ་ད་རང་བཞིན་གྱི་ང་རང་ཚོ་བོད་ཀྱི་ཐོག་ནས་ད་བོད་ཀྱི་སྐད་ཡིག་དེ་ལ་ཤུགས་ཆེན་འགྲོ་གི་ཡོད་པ་གསལ་པོ་རེད། དེ་ནི་དེ་འདྲའི་གི་ཐོག་ནས་ད་འདིའི་གི་རྒྱ་གཞིས་གི་ཞེ་ཚོགས་ནང་ལོགས་ལས་ད་འཕྲིན་ཡིག་དེའི་ཐོག་ལོགས་ལ་གླེང་སློང་ཤུགས་ཆེན་པོ་ཞིག་བ་ཅིག་གནང་བསྡད་གི་ཡོད་རེད། དེ་ད་རང་བཞིན་གྱི་ང་རང་ཚོ་ཐད་ཀར་དེ་འབྲེལ་བ་ཆགས་བསྡད་དེ་མ་འོངས་པ་དེའི་ཐོག་ལ་ང་ཚོ་ཉམས་ཞིབ་བྱས་ནས་ནས་གོ་ཐོན་འདོན་གནང་ཡ་དང་དེ་ད་རང་བཞིན་གྱི་ང་རང་ཚོ་ངོས་ནས་ཞུ་སྐུལ་གནང་ཡ། རྒྱ་ནག་གཞུང་ལ་ཡིན་ན་ཡང་དངོས་གནས་བྱས་ན་བརྡ་ལན་སྤྲད་དགོས་དེ་གལ་ཆེན་པོ་ཞེ་བོ་ཆགས་བསྡད་ཡོད་རེད། དེ་མི་རིགས་དེའི་གནས་མ་གནས་དང་མི་རིགས་དེའི་ཡིག་གི་ངོ་བོ་ངོས་འཛིན་བྱེད་ཡུལ་དེ་གཙོ་བོ་སྐད་ཡིག་དེ་ཆགས་བསྡད་ཡོད་རེད། སྐད་ཡིག་དེའི་ཐོག་ནས་མི་རིགས་དེའི་ཡིག་གི་ཆོས་དང་རིག་གཞུང་ཚང་མ་སྐད་ཡིག་དེའི་ཐོག་ལ་གནས་བསྡད་དེ། ངས་བོད་ཀྱི་སྐད་ཡིག་དེ་བརླག་སོང་བ་ཡིན་ན་བོད་ཀྱི་ཆོས་དང་རིག་གཞུང་ཚང་མ་བརླག་འགྲོ་དགོས་པ་ལྟ། དེ་གསུང་ཤོར་བྱས་ཏེ་མགོན་དེ་ང་རང་ཚོ་གཅིག་བོད་མཐོ་སྒང་ལ་ཤེས་པ་ཙམ་གྱིས་སོ་སོ་ལས་རང་བཞིན་གྱི་བདག་དབང་ཡོད་མཁན་གཅིག་དང་རང་བཞིན་གྱི་སོ་སོ་གི་ངོ་བོ་འབྲེལ་བ་ཆགས་ཏེ་གནས་སྟངས་ཆགས་ཏེ་ཡོད་རེད། དེ་འདི་ལྟར་ཆབ་སྲིད་དང་ནི་དེ་ག་ནང་བཞིན་གྱི་རྒྱུན་མཁས་དབང་གིས་ད་དེ་རྩ་མེད་བཟོ་ཡག་དང་དེ་ལ་ནི་ཉམས་ཆགས་བཏང་བ་ཡིན་ན་དེ་ད་ལྟ་བསྡད་ཀྱི་ཡོད་མ་རེད། དེ་འདི་རྒྱ་ནག་ཡོངས་ཀྱི་ངོས་ནས་ཡིན་ཡང། གྲངས་ཉུང་མི་རིགས་སའི་ཁོང་དུ་ཐ་སྙད་བྱེད་དགོས་པ་རེད། གང་ལྟར་ང་ཚོ་བོད་མཐོ་སྒང་གི་མི་རིགས་དེ་བོད་མི་རིགས་ཆགས་བསྡད་རེད། བོད་མི་རིགས་དེ་ལ་ནི་བོད་མི་རིགས་དེའི་ལོ་རྒྱུས་བརྗོད་རེད། བོད་མི་རིགས་དེའི་སྐད་ཡིག་བརྗོད་རེད་བོད་མི་རིགས་དེའི་རིག་གཞུང་བརྗོད་རེད། དེ་སྲུང་སྐྱོབ་བྱེད་ཡ་དེ་མགོན་དེ་བོད་མི་རིགས་ལ་ཡོད་རེད་བ། དེ་ཡོད་པ་དེ་རྒྱ་ནག་ཡོངས་ཀྱིས་ངོས་འཛིན་བྱས་ནས་དེ་ལ་ཆེ་མཐོང་གྱི་གནོང་དགོས་ཡ་དེ་གལ་ཆེན་པོ་རེད་བསམ་གྱི་འདུག་དེ་འདྲའི་གི་ཐོག་ནས་ད་ང་རང་ཚོ་དེའི་ཐོག་ལས་ག་རེ་ཟེར་གི་རེད་ཞིབ་འཇུག་བྱས་ནས་ནས་གདོང་ལེན་ག་རེ་བྱེད་དགོས་གི་འདུག་དེ་ཚོ་ང་ཚོ་བྱེད་དགོས་ཡག་གི་ད་དུས་ལས་བབ་པ་འདྲ་བོ་ཆེ་དེ་ཆགས་ཏེ་འདུག་ཟེར་ནས་དེ་རིང་ཆབ་སྲིད་གི་ཐོག་ནས་དེ་འདྲའི་འདྲ་ཅིག་ཞུ་ན་བསམ་སོང། འོན་ཏེ་ད་ནང་བཞིན་གྱི་ད་ང་ཚོ་གྲོས་ཚོགས་བཀོད་བསྒྱུར་བདུན་པའི་གྲོས་ཚོགས་ཚོགས་དུས་བཅུ་གཅིག་པ་ད་ལས་རིམ་དེ་ཆགས་བསྡད་ཡོད། ལས་རིམ་དེའི་ཐོག་ནས་ད་ཉེ་ཆར། སྐུའི་གཅུང་པོ་མངའ་རིས་རིན་པོ་ཆེ་དགོངས་པ་རྫོགས་པ་རེད། ངས་དེའི་ཐོག་ནས་ད་ང་ཚོའི་གྲོས་ཚོགས་ཀྱི་ཁོང་འཐུས་མི་གསོལ་པ་བཅས་བྱ་བ་གཅིག་དང་ནི་ད་ང་ནོར་གཞིན་གྱི་ཤང་ཀོང་ཤང་ཀུན་ཆེན་མོ་མཆོག་གི་སྐུའི་གཅུང་པོ་དམིགས་བསལ་གྱི་ད་ང་ཚོའི་བོད་མི་རིགས་དང་འབྲེལ་བ་ཆགས་བསྡད་ཡོད་ཀྱི། གནས་སྟངས་ཆགས་བསྡད་རེད་ད་དེ་རྗེས་ཉང་ཁྲའི་བོད་ཀྱི་གནས་སྟངས་འདི་འདྲས་ཀྱི་གནས་བབ་ལ་ད་ཕྱི་མ་ཁོང་ཤོང་མཁན་ཆེན་པོ་མཆོག་གི་མཛད་པ་འཕྲིན་ལན་དང་ནི་ཁོང་དང་འབྲེལ་བའི་གནས་བབ་དེ་ཚོ་ང་ཚོ་ཆེ་ཐང་དང་བོད་སྐོར་དང་ནི་དེ་ལ་དངོས་གནས་ཀྱི་བརྩི་འཇོག་ཞུ་ཡ་དེ་ང་ཚོ་ལས་འགན་ཆགས་བསྡད་ཀྱི་རེད་དེ་འདི་ནི་སྐུ་ཡི་གཅུང་པོར་བཅས་ཏེ་ཉེ་ཆར་དགོངས་པ་རྫོགས་པས་དེའི་ཐོག་ནས་ང་ཚོ་ཉམས་མྱོང་གི་འདུས་ཀྱི་གྲོས་ཆོད་ཅིག་ཁུར་ཡོད་ད་ནང་བཞིན་གྱི་ད་ལོ་འདི་གི་གཙོ་བོ་དེ་ང་ཚོ་སྔོན་རྩིས་གྲོས་ཚོགས་དེ་རྩིས་ལོ་ཉིས་སྟོང་ཉིས་རྩ་དྲུག་རྩ་ལྡིང་གི་སྔོན་རྩིས་འཆམ་འབུལ་དེ་ཆགས་བསྡད་རེད་ནས་དེའི་ཐོག་ནས་དཔལ་ལྡན་དཔལ་འབྱོར་བཀའ་བློན་མཆོག་གི་སྔོན་རྩིས་ཀྱི་གསུང་བཤད་ཕེབས་དགོས་བ་རེད་ཨཱ་ནི་ད་ང་ནོར་བཞིན་གྱི་ཚེ་དཔག་འཆར་རྩིས་ཚོགས་ཆུང་གི་ཐོག་ནས་སྙན་ཐོ་ཕེབས་དགོས་བ་རེད་ཨཱ་ནི་ད་ང་ནོར་བཞིན་གྱི་ང་ཚོ་ལས་རིན་སྐྱིད་དེ་བོད་ནང་གི་མཛའ་གྲགས་གནས་སྟངས་ཀྱི་ཐོག་ལ་ད་གདུང་སེམས་མཉམ་བསྐྱེད་གྲོས་ཆོད་གྲོས་འཆར་དེ་ལེགས་ཡོད་རེད་ད་ང་ཚོ་ཉིས་སྟོང་བརྒྱད་ནས་བཟུང་སྟེ་ད་ལྟ་བར་དུ་དེ་གྲོས་ཚོགས་ནང་འཁུར་བསྡད་ཡོད་རེད་དེ་གལ་ཆེན་པོ་ཞེ་བོ་བརྗེད་བྱ་གལ་ཆེན་པོ་ཞེ་བོ་ཆགས་བསྡད་རེད་དེ་ནང་ལོགས་ལས་ཚང་མ་ཆབ་སྲིད་ཀྱི་འཐབ་རྩོད་དང་བོད་ནང་གི་གནས་སྟངས་དང་འབྲེལ་བ་ཐད་ཀར་ཆགས་དགོས་རེད་ཨ་ནི་ད་ནང་བཞིན་གྱི་ད་གྲོས་ཚོགས་ཀྱི་ལས་རིམ་གཅིག་དེ་གྲོས་ཚོགས་ཉེས་མེད་ཀྱི་ད་ཆེད་འཛུགས་ཚོགས་ཆུང་གཉིས།

དེ་ཡིན་དུས་ད་དེ་ཅིས་བསྒྱུར་བྱ་དགོས་བ་མ་རེད་ད། དེ་ལས་ལྡོང་ཡིན་ན་ཡང་ད་ཀྱི་སྐད་སྙན་མ་སྙན་དང་སོ་སོ་སྒེར་གྱི་ལུགས་ཀྱི་བསམ་བློ་འདྲ་བ་བཏོན་ནས་ལྡོང་ལ་ཡང་དེ་འདྲའི་འགྱུར་བ་གཏང་རྒྱག་གི་འདུག་བ། དེ་ཚོ་ཚང་མ་ད་སྔོན་མིག་གི་གནས་བབ་དེ་ཚད་ལྡན་དེ་ག་བ་འདུག་དེ་ངོས་འཛིན་ག་འདྲས་བྱས་འདུག་དེའི་གནས་བབ་དེ་ད་ང་ཚོ་དེ་བཤར་ཚུལ་བྱེད་དགོས་བ་རེད་ད། དེ་མ་འོངས་པ་ཡིན་ན་ད་འཕྲིན་ཡིག་འདི་འཆར་ཟིན་འདི་ག་འདྲ་ཉེན་རྟོག་དང་མཉམ་དུ་ཁོང་རྣམ་པ་ཚོགས་ཆུང་གི་འཕྲིན་ཡིག་ཅིག་ཁོ་བ་རེད་དེ་གཏན་འབེབས་བྱས་ཟིན་པ་ཡིན་ན་ནི་དེའི་ཐོག་ནས་ཅིས་བསྒྱུར་ཡོང་ཡང་བྱེད། དེ་མ་ཡིན་པར་སུས་དེ་མཚུངས་དང་དེ་འདྲ་གི་འབྲེལ་བའི་ཐོག་ནས་བེད་སྤྱོད་གནང་དགོས་ན་དེ་ད་དེ་ཁྲིམས་འགལ་ཆགས་དགོས་པ་དེ་བྱེད་ཆོག་གོ་མ་རེད། ད་ནི་ང་རང་ཚོ་འདི་གཅིག་གྱུར་བཟོ་ཡ་རང་གི་ཆེད་དུ་ཚད་ལྡན་ཡོང་ཡ་དང་ནི་ང་ཚོ་གཅིག་གྱུར་རང་གི་ཆེད་དུ་དེ་ཁུར་དགོས་རེད་དེའི་ཐོག་ནས་ད་ཚོགས་ཆུང་གི་སྙན་ཐོ་ལྷད་དགོས་རེད་ནི་ད་ནང་བཞིན་གྱི་སྙན་ཐོ་དང་མཉམ་དུ་ཁོ་ཚོ་ཁོ་ན་པ་གི

གཞན་ཡང། ནི་དེ་ག་ནང་བཞིན་གྱི་ང་ཚོར་རྨོག་རྩིས་ཀྱི་གཞུང་དབང་བརྗེས་པའི་དམ་བཅའ་དེབ་གཉིས་ཡོད་རེད། ད་དེ་ང་ཚོ་ཁ་སྐོང་བྱེད་དགོས་བ་རེད། དེའི་ཐོག་ནས་ང་ཚོ་ཁྱེད་ཚོ་ཚོགས་ཆུང་བཙུགས་ནས་ཁོང་རྣམ་པ་ཀྱི་དེབ་གཟུགས་དེ་ཚོགས་ཆུང་ལས་ཁུངས་ལ་སླེབས་ཚར་རེད། སྙན་ཐོ་དེ་གྲོས་ཚོགས་ནང་ཕེབས་དགོས་བ་རེད་ཟེར་ནས་དེ་གཅིག་ཞུ་ཡ་ཡིན། ནི་དེ་ག་ནང་བཞིན་གྱི་ད་འཕྲིན་བཟོའི་ལས་དོན་གཅིག་དེ་འདི་རེད། ད་ང་ཚོ་མཛད་གཙོ་རྣམ་པ། འཕོ་འགྱུར་དང་འབྲེལ་བའི་སྒྲིག་གཞི་འཆར་ཟིན་དེ་རེད། དེའི་ཐོག་ལས་དང་ཚོགས་ཆུང་རིམ་པ་འགའ་ཤས་ཀྱིས་དེའི་ཐོག་ལ་ཕྱག་ལས་གནང་རེད་ད་ང་ཚོ་སྐབས་གྲོས་ཚོགས་ཚོགས་དུས་སྐབས་སྔོན་མོ་གི་ཡིག་ཆ་ཨང་བཞི་ཞེ་གཅིག་པ་དེ་ད་སྐབས་དེ་དུས་ང་ཚོ་གྲོས་ཚོགས་ཀྱི་ལས་ཉིན་དང་དེ་ཚོ་ལ་བརྟེན་ནས་ད་ང་ཚོ་དྲང་བསྲན་བཏང་རེད་བརྟེན་ཏེ་ད་དེ་ཤར་དུ་ང་ཚོ་གྲོས་ཚོགས་འདི་ནས་ཕེབས་ཡོང་དགོས་པ་རེད། དེ་འདི་དེ་བརྗེད་པ་གཉིས་པའི་ཐོག་ལ་མ་འགྲོ་ཡ་དང། གནས་སྐབས་དེ་དུས་འོང་བཟོ་བཅོས། ཁྲིམས་འཆར་དེ་འདྲ་ཡོད་པ་ཡིན་ན་གནས་སྐབས་དེ་དུས་ནམ། ནི་དེའང་ནང་བཞིན་གྱི། ད་ང་ཚོ། བསྐོར་བའི་ཞི་བདེའི་རྣམ་པ་རེད། འཛིན་སྐྱོང་བཀའ་ཤག་རེད། ད་ང་ཚོ་སྐབས་བཅུ་བདུན་པའི་གྲོས་ཚོགས་ཚོགས་མར། དབུ་འཛུགས་བྱས་དུས་ད་ང་ཚོ། གི་གནས་བབ་ཀྱི་ཐོག་ནས། དཀའ་ངལ། རིམ་པ་མང་པོ་བྱུང་བ་རེད། དེ་འདི་ལྟར་ང་རང་ཚོ་ཚང་མས་ཀྱི་ནུས་པ་གཅིག་སྒྲིལ་བྱས་ནས་བཟང་ཕྱོགས་ཀྱི་གདོང་ལེན་བྱས་ནས་ད་ལྟ་ང་ཚོ་བོད་མིའི་སྒྲིག་འཛུགས་དེ་ཀྱི་རྒྱུན་ལྡན་ནང་ཡང་འགྲོ་ཐུབ་ཡ། དེ་ཡང་གོ་ཚགས་ཚུད་པོ་ཡག་པོ་བྱས་ནས་འགྲོ་ཐུབ་ཡ་གི་གནས་བབ་ཆགས་བསྡད་རེད། དེ་འདི་འདི་ང་ཚོ་ཕྱོགས་གཅིག་ནས་ཞུ་བ་ཡིན་ན། སྤོབས་པ་དང་ལྡན་པས་ཀྱིས་ང་ཚོར་ལས་དོན་གྱི་གྲུབ་ཐུབ་པས་རེད། ཤོག་གཞན་ནས་ཞུས་པ་ཡིན་ན་ད་ངོ་གནོང་མི་དགོས་པའི་གནས་སྟངས་ཀྱིས་ང་ཚོར་ཆ་མཐུད་པ་རེད་བསྟན་ཏེ། དེ་དེ་རིང། འདི་གཞུང་བཀའ་ཤག་རེད་བསྐོ་བའི་གྲོས་ཚོགས་འཐུས་མི་མཚོ་མོ་ལ་ལས་སུས་སྔ་རྗེས་ཞུ་ཡ་ཡིན། ཨ་ནི་ད་ནང་བཞིན་གྱི་རྒྱ་ཞིག་གི་མཆན་འདོན་ཡིན་ན་ཡང་ང་ཚོར་འབྲེལ་ལམ་འཛུགས་ཡ་དེ་ཚོ་ཁོ། ཉམས་ཆག་གང་ཡང་ཤི་མེད་པའི་གནས་སྟངས་ཆགས་བསྡད་ཡོད། དེ་འབྲེལ་གྱི་ད་གྲོས་ཚོགས་བསྐོར་བའི་ཞི་བདེའི་རྣམ་པ་ལ་ཡིན་ན་རེད་འཛིན་སྐྱོང་བཀའ་ཤག་རེད་དེའང་ནང་བཞིན་གྱི་ད་ང་ཚོ་སྐབས་བཅུ་བདུན་པའི་གྲོས་ཚོགས་ཚོགས་དུས་བཅུ་གཅིག་པ་ཆགས་བསྡད་རེད་གྲོས་ཚོགས་ཚོགས་དུས་མཐའ་མ་དེ་ཆགས་བསྡད་རེད་ད་གྲོས་ཚོགས་འདིའི་ནང་ལོགས་ལ་ཆེད་བགྲོ་གླེང་དང་ནི་དོགས་འདྲི་དང་ས་ཞིང་ལེན་དེ་ག་རེ་ཕེར་བ་ཡིན་ན་གོ་དོན་དང་ལྡན་པ་རྒྱུ་མཚན་དང་ལྡན་པའི་ཐོག་ནས་ང་ཚོ་གླེང་སློང་གནང་ཐུབ་དགོས་དེ་གལ་ཆེན་པོ་ཞེ་བོ་ཆགས་བསྡད་ཡོད།